ཚང་མ་ལ་འཚམས་འདྲི་ཞུ་བ་དང་ཨ་ནེ་ཡང་དེ་རིང་ཧོར་ཕྱི་ལོ་ཉིས་སྟོང་ཕྱི་ཟླ་དྲུག་ལོའི་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་བཞི་ཉིན་ད་ལྟ་བརྙན་ཐུང་ནང་ལ་ཏན་ཏཱ་ག་ཟེར་ཏེ་ད་ད་ད་ཟེར་ལ་ད་ད་ཨ་རི་དང་ཨ་ནེ་ཡི་རང་ཨ་ནེ་ད་ད་ག་ཟེར་ཏེ་ད་ད་ཨིས་ར་ཨེལ་ཨ་ནེ་ཁོ་ཚོ་གསུམ་བར་ལ་ཨ་ནེ་དམག་གྲུ་ག་ལ་གང་འཚམས་ཤུགས་ཆེ་བོ་ཞིག་ག་འགྲོ་གི་འདུག་དེ་རིང་གང་ལྟར་བས་ད་ཅིག་བ་གནས་ཚུལ་གཅིག་ག་དེང་གི་འོག་ཏུ་ར་སོང་ཙང་ད་དེའི་དན་ད་གནས་ཚུལ་སུ་དང་འབྲེལ་བའི་ཐོག་ནས་ཨ་ནེ་ཨ་མཐའ་དེའི་ཆ་ལ་ཁའུ་ད་ཅིག་ཧན་ད་སྐར་མ་སྐར་མ་ལ་ཁའུ་ད་བ་གནས་ཚུལ་གསར་བ་ཡིན་ན་རེ་ཡང་མེད་ན་ཨ་འགྱུར་བ་གས་ཆོ་མང་པོ་ཞོ་གཅིག་ག་ལས་འོག་ཏུ་ར་སོང་ཙང་ཨ་ནེ་ཨ་མཐའི་ཚུལ་སྐོར་ལ་ཁའུ་ད་ཅིག་ཧན་ད་གོ་ཅིག་ཚེ་ཆེད་དུ་ཨ་ནེ་ཨ་མཐའི་རིང་འདི་ལ་ཁའུ་ད་བ་སྒོ་ནས་དེ་རེ་ད་བརྙན་ཐུང་གཅིག་ག་ཟེར་ན། ད་དེ་ཡང་ད་ལྟའི་ཆར་ང་ཚོ་ག་ཚོད་བསད་དེ་དེ་འདྲ་ཨ་རི་དང་ཨ་ནི་ཨི་རང་ཨ་ནི་ད་ལྟ་ཨིས་རལ་ཨ་ནི་ཁོ་ཚོ་གསུམ་བར་གྱི་ཧེ་ད་དམག་འཁྲུག་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གལ་ཆོག་ཅིག་ག་རེ་ལེགས་འདུག་ལབ་ན། ད་ལྟའི་ད་ལྟ་ཁ་སང་ཚེས་ཉི་ཤུ་གཉིས་ཀྱི་ཉིན་ཚོ་ལ་ག་ཚོད་ཉི་ཤུ་གསུམ་ཉིན་ཚོ་ལ་ཨ་ནི་ཨ་རི་སྲིད་འཛིན་འགྲོ་ནོ་ཁྲོམ་ངོས་ནས་དེ་ལྟར་ཅིག་གསལ་བསྒྲགས་བྱས་བ་ནང་བདག་གིས་ད་ད་ལྟ་ཚེས་ལ་ཨ་ནི་ཨ་རི་དང་ཨ་ནི་ཨི་རང་གཉིས་བར་ལ་ག་འུ་ད་ཅིག་འབྲེལ་གཏུག་ཅིག་བྱེད་ཀྱི་ཡོད་མ་ག་འུ་ད་ཅིག་འབྲེལ་གཏུག་ཅིག་བྱེད་ཨ་ནི་འགོ་བཙུགས་ཀྱི་ཡོད་དེ་རེད་གང་ལྟར་བལ།

ད་རེ་བ་ཡོད་ཁོག་ད་ནས་བཙུགས་ཅིག་གང་ད་ཅིག་དེང་ཚོད་ད་ཐེངས་པེ་ན་དེ་རིང་དེ་ད་ཚེས་ཉི་ཤུ་བཞི་གི་ཉིན་བཙུགས་ལ་ཨ་ནི་པ་ཀི་སི་ཐན་སི་ལིང་ཤ་པ་ཤ་རི་མོ་ནས་དེ་འདྲས་གང་ད་བེ་ད་གསལ་བསྒྲགས་ཅིག་བྱས་འདུག་བ་ད་དེ་ཡང་གང་ད་ད་ད་ཚེས་ལ་ད་ཅིག་ཨ་རི་དང་ཨི་རང་ཨ་ནི་ཁོ་གཉིས་ཙམ་མ་ཡིན་པ་ད་གང་ད་ས་ཁུལ་ད་ག་རང་གི་ཁོག་ད་ཅིག་དཀའ་ངལ་དེ་གང་ད་ད་ཅིག་ཁྱེར་ཡོང་ནས་ད་ཅིག་གང་ད་སེ་བྱས་འདུག་ཨ་ནི་པ་ཀི་སི་ཐན་ངས་ནས་དེ་རེ་ད་ཅིག་གན་སོར་ཅིག་ཁུར་ཅིག་ཨ་ནི་ཁོ་གཉིས་ཁྱི་མ་ལ་བར་འཐུམ་རྒྱག་ག་ཡི་དེ་འདྲས་གང་ད་བེ།

དེ་གི་ཏོ་དེ་གི་མཉམ་དུ་ད་ད་ཡོང་བཞིན་པའི་དེ་ད་ཅིག་པ་ཀི་སི་ཐན་ནང་ལ་ནི་ཨ་རི་དང་དེ་ད་ཨི་རན་སྐུ་ཚབ་ཅིག་ག་ཐུག་ད་དེ་དང་ད་སྐུ་ཚབ་ཐུག་གས་སོ་ནང་ལ་ད་ད་གནས་ཚུལ་ཁ་ཤས་ལ་ལྟ་ཡི་སྐབས་སུ་པ་ཅི་ད་ད་ལི་ཐན་ད་ཨ་རི་གི་སྐུ་ཚབ་གས་བྱུག་པས་ན་སི་ཚུན་ཀྲུམ་གི་དམིགས་བསལ་སྐུ་ཚབ་དེ་ད་སི་ཏིབ་བྷི་སི་ཀོབ་དང་དེ་གི་མཉམ་དུ་དེ་ད་ཁོ་རང་བུ་མོ་གི་ཁྱོ་ག་དེ་ད་ཇེ་ཁུ་ཤི་ན་ལ་ན་དེ་གི་མཉམ་དུ་པ་ཅི་ཨ་རི་སྲིད་འཛིན་གཞན་པ་ཇེ་ཏི་བྷན་སི་ཡང་ཅིག་འགྲོ་གི་ཡོད་དེ་རེད་གང་ལྟར་བས།

ཨ་རིའི་སྲིད་འཛིན་ཏྲོ་ནོ་ཁྲོམ་ངས་དེར་ད་ཅིག་ཨེ་ཁྲེ་ཏུའུ་ཆེ་ཡིས་ད་ཅིག་ཨེ་ནམ་རྒྱུན་སོར་བསྟན་པའི་སྐབས་སུ་དེའི་སྐབས་སུ་ད་ཨི་རང་ངས་ནས་ལའི་ལོགས་ལ་ལམ་སང་ཅིག་ཨེ་གང་ད་ཉན་གི་མུན་ད་གང་ད་ཁོ་ཚོ་ངས་ནས་ད་ཅིག་ཨེ་ཁྲེ་ཏུའུ་ཆེ་མ་ཡིན་པ་གང་ད་ཁོ་ཚོ་བས་དེའི་མུག་དེ་གང་ད་ད་ཅིག་ཨེ་དམག་དེ་རྒྱག་ག་ཡིན་པ་དེ་འདྲའི་སྐད་ཆ་བཤད་བཤད་འདུག་དེ་ནས་ད་དེ་འདྲ་ཚེ་ལ་ཡང་ཨི་རང་ཡང་ད་ཅིག་གང་ད་ཨེ་ཁྲེ་ཏུའུ་ཆེ་དེ་པ་ཡིས་དེ་འདྲའི་གང་ད་ད་ནས་ཚུགས་ཅིག་གང་ད་ཅིག་ཨ་དེ་འདྲ་འོ་དེ་འདྲ་སོང་ད་ད་གང་ད་ཨེ་གང་ད་ད་ཅིག་ཨེ་ཁྲེ་ཏུའུ་ཆེ་ཅིག་གང་ད་དཀའ་ངལ་ཅིག་སེལ་ཐུབ་གི་ཡིན་ནམ་མིན་ན་གང་ད་ད་ཅིག་ཁྲེ་ཏུའུ་ཅིག་འགོ་བཙུགས་པའི་ཡིན་དེ་འདྲའི་རེ་བ་ཡོད་ཡོད་གང་ད།

ཁ་ལོ་ད་ཡིད་རང་ལ་ཕངས་དང་ད་ཅིག། དང་སེམས་ཆེ་ད་དེ་ཚོར་ཞོག་ཅིག་གང་ད་ཤུགས་ཆེ་རུ་འགྲོ་ཡི་འདུག་བ་ད་དེ་ཡང་ཅིག་དང། ཨ་རབ་དང་ཡི་རང་ཁོ་ཚང་ཚང་མ་ཁོང་ཁ་ཆེ་རྒྱལ་ཁབ་ཞིག་རེད་དེ་ཡིན་ན་ཁ་ད་དུས་ཆལ་ཡི་རང་ཞེ་སྡང་ད་ཁོ་ཚོ་རྒྱུད་ནས་དགའ་གི་མི་འདུག་བ་ད་དཔེར་ན་དགའ་གི་མི་འོ་དེ། དང་པོ་དེ་ལ་འདི་ཁ་སང་དུ། ཀ་ཏར་གི་ངས་ནས་ཡི་རང་དེ་རེད་ད་ཅིག་གཞུང་ཚབ་ཚང་མ་ཕར་ཚུར།

དེ་བཞིན་དུ་ཨེ་མའི་སྟེགས་སུའང་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་ཚུལ་ལ་ནི། ད་དེ་ཡང་དེ་རིང་དེ་ཟླ་ཚེས་དེ་ཟླ་ཉི་ཤུ་ཞིག་ཉིན་སོགས་ལ་ནི། ལེ་བྷེ་ནན་གྱི་ལེ་བྷེ་ནན་གཞུང་ངེས་ནས་དེ་ལེ་བྷེ་ནན་ནང་ལ་ཡིད་སྐྱོ་དེ་ལྟ་ཅི་ཨི་རང་གི་གཞུང་ཚབ་དེ་ཨ་ནི་ཡང་ཨི་རང་ལ་ལོག་བཏང་དེར་གནས་ཚུལ་གཅིག་དེང་སང་དེ་ལོག་བཏང་དེ་ཚོ་གང་ལྟ། ད་དེ་ལེ་བྷེ་ནན་གྱི་ནང་ལ་ཡིད་སྐྱོ་དེར་ལྟ་ཅི་ཧེ་སྤོ་ལ་དང་ཧེ་སྤོ་ལ་ཡི་ཁ་ལ་ལྟ་ཅི་གང་ལྟ། རྙོག་གྲ་དེ་ལ་བརྟེན་ཅི་ཨ་ནི་ཨི་ཟི་རལ་དང་ལེ་བྷེ་གཉིས་པ་ལ་རྙོག་གྲ་ཞི་བ་ལྟ་དེ་དེ་མཉམ་དུ་ཧེ་སྤོ་ལ་ལ་རྒྱབ་སྐྱོར་དེ་ཨི་རང་གི་བྱེད་དེ་ར་སོང་ཙང་ཨ་ནི།